བདག་དང་ཡེ་རྒྱ་སྣ་བ་ཀའི་རྒྱ་རབ་སྟེགས་ཁྲི་གཅིག་བརྒྱ་པའི་གླུ་དབྱངས་བྲིས་པ་རེད་བ་དེ་གའི་མགྱོགས་གླུ་ཡིན་ན་འགོག་གླུ་ཡིན་ན་ངས་ཏན་ཏན་མེད་དེ། ཡ་རབ་དམ་པའི་ཤོད་ཚོ་དཔེ་དཀར་ཚ་ཆེ་ཆབ་རྡོ་བ་སྙིང་མའི་སྲས་གཟེར་གྱི་ཟུམ་པའི་དུས་འདིར་དེབ་ཐེར་གཏམ་རྒྱུད་སོགས་བརྗོད་པ་རང་ཉིད་ང་བའི་སྐྱོ་རུ་ཟས་ཁོང་དུ་སོང་མོད། དངོས་བརྗོད་དམ་པ་ཤེའུ་དམ་པ་དེ་ཚོ་གི་རྣམ་ཐར་དེ་ཚོ་དེ་ལྟ་ཉན་སློང་མཁན་དེང་སང་རྙིང་མ་སྔར་བསྡུ་ལ་ཡོད་མ་རེད་དེ་ཡིན་ཙང་ནི་དེ་ཚོ་བྲིས་ནས་བཏབ་ལེ་གྲོགས་ལ་རེད་ཡ་སི། ད་སྒྲུབ་ཕྱོགས་ནས་ག་རེ་ཤེས་ཡོད་མ་རེད་ཟེར་ན། རྒྱ་རྔ་བ་རང་ཉིད་ཀྱི་དེབ་ཆ་དཀྱིལ་གྱི་རྒྱ་མི་གླུ་དབྱངས་ལོ་རྒྱུས་རེད་དེ་རྩོམ་པ་དེས། སྔོན་བྱོན་གདམས་པའི་ཡ་རབས་ཀྱི་ཤོད་ཚུལ་དེ་ཚོ་ལས་བསླབ་ཡག་གི་ཆེད་དུ། དེ་ནང་གི་ཐིག་གི་རྗེས་སུ་འཇུག་ཡག་གི་ཆེད་དུ་ནི་རྩོམ་པ་ཡིན་སྲིད་ཁོ་ཚོ་བཟློག་ནས་གོ་བ་ལེན་དགོས་ཀྱི་ཆགས་ཡོད་རེད། ག་སྲིད་ཁོང་རང་གི་ལོ་རྒྱུས་རྩ་བ་ནས་བྲིས་མེད་ཚིག་གི་ཡ་གཞན་ཡོད་ན་དེ་གོ་བ་ག་དུས་བརྒྱབ་ཡ་རེད་འདུག་དེང་སང་དེ་འདྲའི་ལྟ་ཉན་ཀློག་ཉན་ཡོད་མ་ལོ་རྒྱུས་བྲི་སྐབས་ལས་འཕྲོ་བརླག་རེད་ཟེར་ཁྱོད་ནས་བྲིས་མེད་ན་འདི་ག་རང་རེད་ཡིན་ན་ཡང་ལོ་རྒྱུས་དེ་ཡག་ཐག་ཆོད་ཀྱི་བྲིས་ནས་དེའི་ཁའི་མགྱོགས་ལྟར་དེ་བཞག་ཡོང་དུས་ད་གོ་བ་ལྡོག་ནས་ལེན་དགོས་ཡོད་རེད་ལྡོག་ནས་ལེན་དུས་ག་རེ་ཟེར་ཡོང་དུས་ཨི་ཀ་ཏོ་རི་འདི་ཚེ་ཨང་ནོར་བུ་གི་སྲུང་བའི་དེ་དུ་བཅུག་པ་རེད་འདུག་ཡ་རེད་དམ་པའི་ཤོད་ཚུལ་ལ་མགྱོགས་ཡག་གི་ཆེད་དུ། ཨ་ནི་སྐབས་རེ་རྒྱབ་བྲིས་པ་ཡིན། རྣམ་གྲོལ་གྱི་མཆོད་བརྗོད་ཀྱི་ཚིག་ནང་གི། སྐྱེ་བ་ཕ་ཆེ་ཕ་ལ་ཆགས་ཞེས་ཤེས་རབ་ཙམ་མིན་པས་ནི་རིགས་ཤེས་ནས་དོན་དུ་མི་ཉེ་ཁོ་ན་མ་ཟད་ཕྲག་དོག་དྲི་མ་དག་གིས་སྡང་བ་ཡང། ཡོང་རྒྱུར་ཕྱིར་ན་བདག་ལ་འདི་ནི་ཡིན་ལ་ཕན་པ་ཡིན་ཞེས་བསམ་པ་ཡང་མེད་ཟེར་བྲིས་ཡོད་རེད་བ། འོ་ན་གར་སྐྱེས་ནས་ཚད་མ་རྣམ་གྲོལ་རྩོམ་པ་རེད་ཟེར་ཡོང་དུས་ཡང་འདི་ལྡོག་ནས་འགྲོ་ཡང་ཡོད་རེད་བ། སྐྱེ་བ་ཕ་ཆེ་ཕ་ལ་ཆགས་ཞེས་ཟེར་བ་དེ་མ་ཆགས་ཟེར། གསལ་བ་ཕར་གྱི་ཕར་ལ་མ་ཆགས་ཤེས་རབ་རྩ་གཡོ་སྤིན་ལ་བདེན་གཉིས་རེ་དོན་དུ་གཉེར་བ་ཁོ་ན་མ་ཟད་ཁྲ་ལོ་དྲི་མ་དག་གི་མི་དྲང་བ། ཡོངས་གྱུར་ཕྱི་ནས་བདག་ལ་འདི་ནི་ཡིད་ལ་ཕན་པ་ཡིན་གྱི་སེམས་པའང་ཡོད་ཟེར་ན། ད་ལྡོག་ཏུ་འདོད་ཡོན་བརྗོད་རོགས་ད་འདི་ནང་གི་འདོད་ཡོན་རེ་ཞིག་ད་ལྟ་རྒྱ་རྔ་བ་གི་སོང་འདི། ཨ་དེ་ཡིན་དུས་ད་ང་ཚོ་ལོ་རྒྱུས་བྲི་ཡག་དང་ཤེས་ཡག་གི་སྐུད་པ་དང་དགེ་མཚན་ཆེ་ཤོས་དེ་ད་ལྡོག་ཏུ་དེ་འདྲའི་ནང་ཆགས་ཀྱི་ཡོད་རེད། ད་ད་ནང་ང་ཚོ་ལོ་རྒྱུས་རྩོམ་པའི་ཕན་ཡོན་ཟེར་ན་རེད་བཤད་པའི་ཕན་ཡོན་ཟེར་ན་རེད་དེ་ཚོ་དེ་ནི་ལོ་རྒྱུས་ཤེས་ཡག་གི་ཆེད་དུ་རེད་ཤེས་པ་དང་རྩོམ་པ་དེ་ད་ཤེས་པའི་ཕན་ཡོན་དུ་དེ་འདྲའི་རེད་ཨེ་མ་ཤེས་པའི་ཉེས་དམིགས་དེ་དེ་ལྡོག་ཕྱོགས་དེ་རེད། ད་ངས་དོ་དགོང་དེ་རང་མཚམས་བཞག་བཞག་ཡིན།

གཏམ་བཤད་སྟངས་དེ་ཞུ་ཅི་གལ་ཆེ་བ་བརྩི་འདོད་ཡོད་བ། སྲིད་ཏང་གི་གཏམ་བཤད་དེ་འཇིག་རྟེན་གསེར་དང་ཡང་སྒོས་གྲུབ་མེད་སྤྱི་ཚོགས་ནང་ལོ་ལས་མེད་ན་མེད་ཐབས་མེད་པ་གཅིག་སྟེར་བ། སངས་རྒྱས་བཅོམ་ལྡན་འདས་ཀྱིས་མཛད་པ་བཅུ་གཉིས་ཀྱི་ནང་ལོ་ནས་མཛད་པ་ཀུན་ནས་གསུངས་ཀྱི་ནས་མཛད་པ་མཆོག་ཡིན་ཟེར་ཡོང་དུས་ད་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་ཡ་བ་དེ་ད་གསུངས་ཟེར་བ་དེ་ཞེ་ས་ལ་བ་ཅི་རེད་ཕ་སྐད་རྒྱབ་ན་ཤེས་ཟེར་བ་དེ་རེད་གང་རེད་ཤེས་ཟེར་ན་གཏམ་ཤེས་ཆོས་ཤེས། ཆོས་དང་ལོག་རྒྱུས་དང་ཆབ་སྲིད་ཟེར་དེ་བརྗོད་བྱ་འདིར་བ་ད་དེ་ཁ་ནས་མ་ལག་ཡ་དེ་རེད་ཤེས་ཤེས་ཟེར་གི་ཡོད་རེད་དེ་ད་ཤེས་སྟངས་དེ་གང་རེད་ཤེས་རྒྱུ་ཡིན་མེད་ལ་མ་ལྟོས་པ་ཤེས་སྟངས་དེ་གལ་ཆེན་པོ་ཞིག་ཆགས་ཡོང་གི་ཡོད་རེད་ཤེས་སྟངས་ཀྱི་མི་ནམ་རྒྱུན། བསམ་འདུག་ཡོད། དུད་འགྲོ་སེམས་ཅན་འདི་ཚོ་ལས་ང་ཚོ་འགྲོ་བ་མི་གི་རིགས་འདི་ཆེད་དུ་འཕགས་པ། ཐབས་དང་བློ་གྲོས་མཁས་པ། འདི་འདྲའི་རྒྱལ་ཡོངས་དེ་དེ་ང་ཚོའི་ཁ་ནས་མིང་དང་ཚིག་དང་ཐ་སྙད་བེད་སྤྱོད་བཏང་ནས་འདས་མ་འོངས་ད་ལྟ་དུས་གསུམ་ཡུལ་དངོས་པོའི་བར་གྱི་འབྲེལ་བ། དགའ་བ་དང་འབྲེལ་བ་ཡོངས་སུ་རྫོགས་པ་དེ་ཚིག་གི་ལམ་ནས་བརྟག་དཔྱད་ཐུབ་དེ་ཡང་དེ་གི་རེད། དེ་ལ་བརྟེན་ནས་ཁོ་ཚོ་ལས་ང་ཚོ་རྣམ་དཔྱོད་གཙང་མ་དང་བློ་གྲོས་ཆེ་བ་ཐབས་ཕོ་དུ་ཁྱེད་ཡ་ཆ་བ་རེད་མ་གཏོགས་གི་གཟུགས་པོའི་གྲུབ་ཆ་རང་གི་སྟེང་ནས་ཤི་བ་ཡིན་ན་ནི་ཤུགས་ཀྱིས་ན་ཁོ་ཚོ་ཆི་གི་རེད་གླང་པོ་ཆེ་དང་འདྲེ་དང་གཡག་དང་སྟག་ལ་སོགས་བ་རྒྱོབ་དང་ག་འདྲེ་བརྗེ་དགོས་ན་ཁོ་ཚོ་ཆི་གི་རེད་ཁ་ཤས་ལས་འཕུར་ཡ་ཡོད་རེད་ནམ་ཁ་ཤས་ཆུ་ནང་འཛུལ་ཡ་ཡོད་རེད་ཁ་ཤས་ས་གོག་ནས། འགྲོ་ཐུབ་ཡོད་རེད། འདི་ག་ནང་གི་དཔའ་བློ་སྒོ་འབྱེད་ན་མི་ལས་ཆེས་ཚ་ཞེ་དྲག་གི་མང་པོ་ཡོད་རེད་ཡིན་ན་ཡང། ཁོ་ཚོ་ག་རེ་གི་མ་འདང་བ་ནི་ང་ཚོས་སྐོར་ཞུ་བྱེད་ཐུབ་བ་རེད་ཟེར་ཡིན་དུས། དེ་ང་ཚོ་གིས་ཁོ་ཚོ་ལ་མེད་པའི་ཁྱད་ཆོས་སྒྲ་དང་ཐ་སྙད་མིང་ཚིག་གི་ཐོག་ནས་བྱ་གཞག་འགའ་འདྲེར་དངོས་པོའི་གནས་ལུགས་ཚང་མ་དེ་ལྟར་འགྲེལ་ཐུབ་པའི་སྡིགས་རེད། དེ་ཡིན་དུས་ད་དེ་ཚོས་མདོར་བསྡུས་ནས་བསྡོམས་བརྒྱ་བ་ཡིན་ན་གཏམ་འཁྱལ་བཤད་པ་སྐད་ཆ་བཤད་པ་གཅིག་གི་རྗེས་ལྷག་ཅིག་སྐྲ་བྲེགས་ནས་སྐད་ཆ་བཤད་འདི་ག་སླེབས་ཡོང་གི་ཡོད་རེད་དེ་ཡིན་དུས་དེ་ཧ་ཅང་གི་གལ་ཆེན་པོ་ཆགས་ཡོང་གི་ཡོད་རེད་བ། ཆུང་ས་ནས་བཤད་ཡག་ཡིན་ན་ང་ཚོ་དག་འདག་གིས་སྐད་ཆ་བཤད་ནས་གཅིག་གི་རྗེས་ལ་སྟབས་བྲེགས་ཐུབ་ཡག་གི་ཡི་གེ་ཡག་མེད་འདི་འདྲའི་གི་ཐ་སྙད་ཕུན་སུམ་ཚོགས་པ་ཅིག་མེད་ཨ་ཡོད་ན་དག་འདི་གི་ང་ཚོ་འཛམ་གླིང་གི་ཡག་རྗེས་དང་ཚན་རིག་དང་ཟས་དེ་ཡོང་ཐུབ་ཡག་གོ་ཡོད་མ་རེད་བ། མི་རབས་སྔ་མ་གིས་སྦྱངས་པའི་ཉམས་མྱོང་དང་ཤེས་བྱ་དེ་ཚོ་དེ་ཡིག་ཐོག་ལ་རེད་དང་ངག་ཐོག་གཉིས་ནས་མི་རབས་ཕྱི་མ་ལ་མ་བརྗོད་ནས་མི་རབས་ཕྱི་མ་ཚོས་མི་རབས་སྔ་མ་ནང་གི་དུས་ཚོད་རིང་པོར་སྒྲོག་སོག་བཏང་མི་དགོས་པར་ལས་སླ་བོའི་ཐོག་ནས་བརྗེད་ཐུབ་ཡ་གཅིག་གི་ཐོག་ནས་ད་ནི་ང་ཚོ་འདི་འདྲ་ལས་ནས་ཡར་རྗེས་འགྲོ་ཐུབ་ཀྱི་ཡོད་རེད་བ། དེ་ཡིན་དུས་ད་ང་ཚོས་སྐད་ཆ་བཤད་སྟངས་དང། གཏམ་བཤད་སྟངས་ཟེར་བ་དེ་ཧ་ཅང་གལ་ཆེན་པོ་ཆགས་ཡོད་རེད་སྐད་ཆ་བཤད་སྟངས་དང་གཏམ་བཤད་སྟངས་དེ་གལ་ཆེན་པོ་ཆགས་པ་དེ་ཡིན་ན་དེ་གི་ཤུགས་ལ་མི་ཡི་གེ་འབྲི་བ་དེ་རྩོམ་འབྲི་བའི་དེ་གོ་རྒྱུ་མཚན་གི་ཅིག་པ་ལབ་ཡོང་གི་རེད་རྩོམ་བརྒྱབ་ཟེར་ན་རེད་ཡི་གེ་བྲིས་ཟེར་ན་རེད་ཁ་ནས་བཤད་ཡ་དེ་མ་འཁྲིག་གི་ཡོད་རེད་བ་དེ་ཉིད་དེ་གོ་ཅིག་པ་ལབ་ཡོང་བ་ཡིན་དུས་ད་དེ་གལ་ཆེན་པོ་ཞིག་ར་ཆགས་གི་འདུག། ད་དེ་ལ་ང་ཚོ་གིས་ཡག་པོ་གྱི་དེ་སྔ་དོ་སྣང་མ་བྱས་པ་རེད་མ་གཏོགས་ཀྱི་ང་ཚོ་བོད་ཀྱི་རིག་གཞུང་གི་ནང་ལོགས་ལ་ལོ་རྒྱུས་ཀྱི་ནང་ལོགས་ལ་ང་ཚོ་བོད་པའི་སྤྱི་ཚོགས་ཀྱི་ནང་ལོགས་ལ་བོད་པའི་དམངས་ཁྲོད་ལ་ཏང་གཤིས་རྗེས་འབྲང་གི་རིགས་པའི་གཞུང་ལུགས་ཀྱི་ཕ་རྒྱལ་ཡོད་བསྡད་པའི་བཟོ་འདྲ་བ་རེད། ད་གཞན་དག་ལས་དེ་འདྲའི་མི་རིགས་གཞན་དག་ལས་ཏང་གི་བྱེད་སྟངས་འདི་རིགས་པའི་གཞུང་ལུགས་དེ་འདྲ་ཡོད་མེད་མི་ཤེས། ཕ་རྒྱལ་ཁ་བོ་ཡིན་འགྲོ། ད་རིགས་པའི་གཞུང་ལུགས་ཟེར་དུས་ཡང་གོ་བ་སྣ་ཚོགས་ཡོད་རྒྱུར་ངས་བལྟས་ལབ་ཡོད་རེད་ད་ང་ཚོ་སུམ་རྟགས་སྙིང་པོ་དེ་ཡིན་ན་བོད་ཀྱི་ཡི་གེ་འབྲི་སྟངས་ཀྱི་ཐོག་གི་རིགས་པའི་གཞུང་ལུགས་ཅིག་ཆགས་ཡོད་རེད། སྙན་ངག་མེ་ལོང་མ་འདྲ་བྱས་ན་སྙན་ངག་འབྲི་སྟངས་ཀྱི་རིགས་རྒྱུད་བྱུང་ངམ་ཅེས་འཕྱ་འུ་ཡོད་རེད། དེ་ཆ་ལོག་ཆ་སྡང་ག་རེད་ཟེར་ན། ཁྱོད་རང་གིས་ཡི་གེ་འབྲི་བའི་སྐབས་སུ་དེ་ནི་འདི་གི་རྗེས་སུ་འདི་འབྲི་དགོས་འདི་འདྲའི་ཡིན་ན་འདི་འདྲའི་ཐོག་གི་རེད་འདི་ཐོག་གི་མ་རེད་ཟེར་ན་སུམ་རྟགས་ཉུང་ཤས་འུ་ཡོད་རེད་བ་དེ་ཡི་གེ་འབྲི་སྟངས་ཀྱི་ཁྲིམས་འདྲ་བོ་ཅིག་དང་འདྲ་ཡིན་བྱུང་ངམ་ཅེས་འཕྱ་འུ་ཡོད་རེད། ད་སྙན་ངག་མེ་ལོང་མ་ཡིན་ན་སྙན་ངག་འབྲི་དུས་དེ་འདི་འདྲའི་འདི་འདྲའི་འདི་འདྲའི་ཅིག་འབྲི་དགོས་རེད། ཡར་ལྟོས་ར་བརྒྱུད་དུས་དེ་ནི་དཔེ་འདི་འདྲའི་འདི་འདྲའི་འདི་འདྲའི་ལན་ཡང་ཡོད་རེད། ང་སྨད་ར་རྒྱག་དགོས་ན་འདི་འདྲི་འདི་འདྲི་ཞེས་འབྲི་སྟངས་འདི་འདྲི་འདི་འདྲི་ཡོད་རེད་དེ་འདྲི་འབྲི་ན་ཡག་པོ་ཡོད་རེད་ཟེར་ཡོད་ཅིག་ཡིན། གོ་འབྲི་ལོག་འབྲི་སྟངས་དེ་ཤེས་དགོས་ཡོད་ཡིན་དུས་དེ་འདྲ་བ་བཅས་ལས་སྟབས་ཀྱིས་ང་གི་རི་སྐད་གྱོང་ལོ་ཞེས་ན་འགྲིག་གི་ཡོད་རེད། ཨ་འདི་ནང་གི་ད་ང་ཚོ་སྐད་ཆ་བཤད་གཏམ་བཤད་པའི་སྐབས་སུ་གང་འདྲི་བཤད་དགོས་ཀྱི་རེད་བཤད་ལུགས་བཤད་སྟངས་གང་འདྲི་བྱེད་དགོས་རེད་ཟེར་ཡོད་ཀི། དེ་འདྲའི་སྐད་མ་རིན་པ་བསྟན་པའི།

སི་ཏང་གི་གཏམ་ཡག་པོ་བཤད་ཡ་དང་དེ་ནས་དོན་དག་ཡོད་པ་བཤད་ཡ་དང་ལོ་རྒྱུས་འདྲ་བོ་མ་རུང་པོ་བཤད་ཡ་ལས་བར་རྒྱུག་རེད་ཟེར་ཡོང་དུས་གང་བཤད་རྒྱུ་བ་དེ་ཤི་རྒྱུག་རེད། དེ་ཡང་དམངས་ཁྲོད་ལ་འདི་འདྲའི་བཤད་སྲོལ་ཡོད་རེད། དགུ་སྔོན་ཅན་ལ་ད་ཕྱིར་དགའ་སྟོན་པ་ཞིག་ར་བཀའ་རྒྱུ་མེད་དགྲ་དམར་ཅན་ལ་རྟ་རྒྱུག་དཀའ་དུས་ཆབ་པ་ལག་རིང་དཀའ་རྒྱུ་མེད།

ང་ཚོ་གཡུང་དྲུང་བོན་དུ་སྟོན་པ་སྟོན་པ་ཤེས་རབ་ཡིན་ནོ་ནམ་མཁའ་ནས་ཕུར་ཐུག་ཡོད་རོགས་པ་སངས་རྒྱས་ཟེར་ཡོད་ཀྱང་ནམ་མཁའ་ནང་ལ་དར་ཞབས་དོང་ཕུར་ནས་ཕེབས་ཐུག་ཡོད་རེད་སྤྱི་བཏང་གི་ནམ་མཁའ་ནང་ལ་ཕུར་ཡ་དང་ནམ་མཁའ་ནང་ལ་དར་ཆགས་ཡ་དེ་ཧ་ཅང་ཁག་པོ་རེད་ཡིན་ན་ཡང་སྟོན་པ་ཤེས་རབ་འདྲ་བོ་ཅིག་ཡིན་ན་སྐབས་ལས་བསྐྱལ་ཡོད་མ་རེད། དོང་མོ་སྐྱིད་ནི་ས་བཟང་གི་རྒྱ་བོ་ཐིང་གིས་བཀག་རྒྱུ་མེད་ཟེར་ཡོད་དུས་འདི་ང་ཚོ་མི་རྒྱུད་གྲོགས་ཚོས་དེ་འབྲེལ་བ་ཆགས་གི་རེད། ད་ཚོ་བོད་ཀྱི་མོའུ་གདོང་དྲུག་གི་སྐད་རིགས་ཤེས་ཡོང་དུས། ཐོག་མར་འཛམ་བུ་གླེང་དེ་མི་མེད་པའི་སྐབས་སུ་སྟེང་ནང་ཁ་ལྷ་ཡུལ་ནས་རྟ་ལྷག་ཅིག་མར་ཡོང་བ་དེ་འཛམ་བུ་གླེང་ས་ག་ལ་མར་བབས་ཡོང་དུས། རྐང་པ་ལྟོ་ལ་བརྡབས་ནས་རྐང་པ་བལྟས་ཚེ་ཐང་ངེ་ཐིང་ངེ་ཡོད་རེད་ཟེར་ད་དེ་ལ་སྲིད་པ་རྒྱ་བོ་ཐིང་ཀེ་སི་མིང་བཏགས་བར་བ། དེ་འཛམ་བུ་གླིང་གི་ས་ཆ་འདིའི་ཁ་ལ་མི་ཐོག་མ་དེ་དེ་ཡིན་ཟེར་བ། ད་དེ་གིས་འཛམ་བུ་གླིང་གི་ས་ཆ་དེ་བཟུང་སོང་བར་བ། ལ་བདེ་སྲིད་ཡོད། དོགས་མེད་སྐྱེ་ནས་ས་བཟང་གི་འཇའ་འོད་མཐིང་གི་དཀའ་རྒྱུ་མེད་སྲིད། སྐྱབས་མཚོ་སྐྱིད་ན་མེ་འབུའི་གར་འབུ་བཙོང་ནག་ཡིན་ན་དཀའ་རྒྱུ་མེད་སྲིད་ཏེ་ཧ་གོ་སར་བ། མི་མང་པོས་རྔུལ་ན་གཏམ་འཁེལ་སྐབས་ཁྱོད་འཇིག་རྟེན་ཤི་ན་དཀའ་རྒྱུ་མེད་སྲིད་ཡོང་དུས་མི་མང་པོས་རྔུལ་ནས་གཏམ་འཁེལ་བྱེད་པ་ལ་འདི་ནི་རྒྱུ་འདྲ་བོ་དང་གར་དགོས་དགོས་རེད་ཟེར་ན་གང་ཤེས་རྒྱུ་བ་དང་ཆུ་དང་འཇིག་རྟེན་ཆབ་སྲིད་ག་རེ་ཡིན་ན་དེ་ཤི་དགོས་པ་རེད་དེ་ཤི་བ་ཡིན་ན་དཀའ་ལས་སྐྱེ་ཡོད་མ་རེད་སྲིད། དེ་དང་དང་པོ་གཏམ་འཁེལ་བྱེད་ཡ་ལས། ཐོག་མའི་བརྗོད་བྱ་ཆ་རྐྱེན་རབ་གལ་ཆེ་བ་གཅིག་གར་བསྒྱུར་ཡོད་པ་དེ་ཡང་གོ་རུང་བསྟན་ཡོང་གི་འདུག་དེ་ནས་ཡང་གཏམ་བཤད་པའི་སྐབས་སུ་སྐད་ཆ་བཤད་པའི་སྐབས་སུ་ལོ་རྒྱུས་ཆབ་སྲིད་ག་རེ་ཡིན་ན་བཤད་པའི་སྐབས་སུ་ཀུན་སློང་དེ་བརྗོད་དེ་བཤད་ཚེ་ད་གདོད་ཀྱི་ཀུན་སློང་འདྲ་བ་དེ་གར་བསྒྱུར་གི་རེད་ཟེར་དུས་ཡང་བོད་ཀྱི་ལོ་རྒྱུས་ནང་འདི་འདྲ་ཡོད་རེད་གཏམ་གྱི་མགོ་མཐའ་བར་གསུམ་གང་ལ་ཡང་ལས་རྒྱུ་འབྲས་ལ་ཕོག་སྟེ་དམ་པའི་ཆོས་ལ་དཔང་པོ་བཞག་པ་ནི་གཏམ་གྱི་སྙིང་པོ་ཡིན་ཏེ། དེ་ལྟར་གཏམ་བཤད་དེ་བཤད་དུས་དང་པོ་འདི་ལས་རྒྱུ་འབྲས་སྤང་མི་རྒྱག་དགོས་རེད་ཕོག་པས་ཟེར་ན་སྤང་མི་རྒྱག་ཟེར་ན་འདྲ་བོ་རེད་ད་དྲང་པོ་དྲང་རྒྱ་ཤེས་དགོས་རེད་དེ་རེད་དོ་ད་དེ་ཡ་ཏང་གི་ཤེས་ཡོད་སྐབས་ཀྱི་གལ་ཆེ་གཅིག་རེད་བ་ད་དེ་མ་ཡིན་པ་དཔེར་ན་རིགས་པའི་གཞུང་ལུགས་ཅིག་ཡིན་པའི་ཏང་འདྲ་བོ་དེ་ག་ཡོད་རེད་ཟེར་ན་ཏང་གླིང་ལུགས་དང་དགོས་ལུགས་ཏང་གི་མི་སྙན་པའི་གཞོན་གསུམ་ཏང་གི་ཆོ་ས་གསུམ་ཏང་གི་མཚང་ལྔ་ཏང་ལ་བརྟེན་ནས་འཁོད་མི་རུང་བ་བཅུ་ཟེར་དེ་འདྲའི་གི། སྣང་རྒྱ་སྐྱེད་ཡོང་གི་ཡོད་རེད། དེ་ལྟ་སྟེ་རིགས་པའི་གཞུང་ལུགས་གཅིག་དང་བསྟན་བཅོས་གཅིག་གི་ས་བཅད་དང་མཚན་ཉིད་ཡོངས་སུ་ཚང་བ་ཅིག་གང་ལྟར་སྐད་ཆ་ཡག་པོ་ཅིག་བཤད་དགོས་ན་གང་འདྲའི་ཟིག་བཤད་དགོས་ཡོད་མེད་དེ་ཆ་ཚང་མ་ཡོད་བསྡད་པ་ཅིག་སྟབས་གཏམ་ཡག་པོ་ཅིག་བཤད་ན་གང་འདྲས་བཤད་དགོས་རེད་ཟེར་བ་ལྟར་ཚང་མ་དེ་ནས་འདི་ནས་ཤོད་ཐུབ་ས་མ་རེད་ད་ལྟའི་ལོའི་ཧ་ཅང་གི་མང་པོ་ཡོད་རེད་བཤད་སྟངས་ཀྱི་གཏམ་ཡག་པོ་ཅིག་བཤད་པ་ལ་དང་པོ་གཏམ་བཤད་སྟངས་ག་རེ་ག་རེ་ཡོད་བ་དེ། ཧ་གོ་ཁུག་རེད་ཟེར་ལབ་ཡོད་རེད། དེ་ཡིན་དུས་གཏམ་བཤད་སྟངས་གང་འདྲས་ཡོད་རེད་ཟེར་ན། དཔེར་ན་ཁ་ཤས་ཀྱིས་མཐོན་པོ་གནམ་ལྟ་བུ་སློང་བ། དེ་ནས་ས་འོག་གི་ཉི་མ་ལྟ་བུ་སློང་བ། གྲགས་ཆེ་བ་འབྲོག་ལ་དཔེ་བླངས་ཏེ་སློང་བ། གནས་མང་པོ་ཡོང་གི་ཡོད་པ་ཆུ་མང་དུ་འབྲུག་པ་ལ་དཔེ་བླངས་ཏེ་སློང་བ། ཚུར་མྱོང་ལ་འདུས་པ་ཡིན་ན་ཡང་ཕན་ཐོགས་ཆེན་པོ་ཡོད་པ་སྨིན་ལྟ་བུ། གཏམ་བཤད་སྟངས་ད་འདི་འདྲའི་ག་འདྲ་མི་འདྲ་ཞེ་དྲག་ཡོད་རེད། བདག་འོ་ན་ཤེས་དང་འདྲ་མི་འདྲ་ཡོད་ན། ཁྱོད་ལྟ་བུ་ཀྱི་བརྗོད་བྱ་ཆུ་ཐོག་ནས་ཤེས་པ་ཡིན་ན་ནི་དཔེ་ག་འདྲས་ཀྱི་སྒོ་ནས་ཤེས་ན་ཡག་ཡོད་རེད་ཟེར་ལབ་ཡོང་དུས། ད་དེར་དེ་ལབ་བར་ཁྱོད་རང་གི་དགའ་སེམས་དམ་པ་ལྷ་ཆོས་འདྲ་ཅིག་ཤེས་གི་ཡོད་ན་དཔག་བསམ་གྱི་ཤིང་ལ་དཔེ་བླངས་ཏེ་ཤེས་པ་ཡིན་ན་ཡག་པོ་ཡོད་རེད་ཟེར་ནས་ཤིང་གི་ཡལ་ག་དང་ལོག་ན་དང་དེ་གི་སྡོང་པོ་དང་རྩ་བ་དང་བཅས་པ་དེ་མ་ཤེས་པ་ཡིན་ན་ནི་ཁྱོད་རང་གི་ཤེས་འཇུག་གི་ཆུ་དེ་ཁྱབ་ཚང་བ་འདྲ་ཡག་པོ་ཆགས་རེད་ཟེར། ཡང་ན་མི་ཕབ་པ་ཡིན་ན་འདྲ་ལྟ་རྒྱབ་པོ་བློན་པོ་སུ་ཡིན་ན་དེ་འདྲའི་ཅིག་གི་ལོག་རྒྱུ་འདྲ་ཅིག་མ་ཤེས་པ་ཡིན་ན་ནི་དཔེ་གང་འདྲའི་ཅིག་རེ་བཅར་ནས་ཤེས་ན་ཡག་ཡོད་རེད་ཟེར་ཡོང་དུས་མེ་ཏོག་གི་འཕྲེང་བ་ལ་དཔེ་བཅར་ནས་ཤེས་ན་དེ་ཡག་པོ་ཞིག་རག་ཡོད་རེད། དེ་གི་བུ་དེ་རེད་དེ་གི་བུ་དེ་རེད་ཟེར་ཞེས་རྗེས་དེ་འདྲའི་ཞག་གཅིག་ཅིག་མ་མ་ཤེས་ཡ་ཡོད་རེད་བ། བརྟེན་ཅིག་མེ་ཏོག་གི་འཕྲེང་བ་ལྟ་བུ་འདི་རེད་ཅིག་མ་ཤེས་པ་ཡིན་ན་དེ་ལ་དཔེ་གླེང་ནས་ཤེས་པ་ཡིན་ན་ཡག་པོ་ཡོད་རེད། དེ་ཙང་ད་དེ་འདྲའི་ཤེས་ཡོང་འདི་རིག་པའི་གཞུང་ལུགས་ཅིག་གི་ཤེས་སྟངས་དུ་ཏག་ཏག་སླེབས་ཡོང་དགོས་ང་ཚོ་སྙན་ངག་མེ་ལོང་མ་ལྟ་མྱོང་མཁན་དང་ཁྲིད་མྱོང་མཁན་གཅིག་ཡིན་ན་རྒྱན་དེ་གའི་ལུགས་དེ་དཔེ་དེ་འདྲའི་རྒྱབ་ནས་ད་ཤེས་དགོས་རེད་ཁྲིད་དགོས་རེད་ཟེར་གྱི་ཡོད་རོགས་དེ་ནང་གི་སྤྱི་བཏང་ང་ཚོ་འགྲོ་བ་མི་གི་རེ་གི་ག་ར་ཡིན་ན་དཔེ་གཅིག་ལ་བརྟེན་ནས་དེ་ནས་རིག་པ་དང་རྣམ་དཔྱོད་དེ་རྙེད་དགོས་པ་ང་ཚོ་ད་ལྟ་གནམ་ནས་འཕུར་དུ་ཡག་གི་གནམ་འདྲེ་རེད།

དགའ་སྣང་གི་བོད་ཀྱི་བློན་པོ་དབྱི་རྡོ་རྗེ་ཟེར་ཡ་དེ་གིས་སྐད་ཆ་བཤད་དུས། བྲོས་པའི་ཡོ་བ་ནས་བཟུང་བ་འདྲ་བོ་ཤེས་ཡོང་གི་རེད་ཟེར། དེ་ནས་བློན་པོ་ཁ་ཤས་ཀྱིས་མདང་དགོན་མདོང་རང་གི་སྐེད་པ་ནས་བཟུང་བ་འདྲ་བོ་ཤེས་གི་རེད་ཟེར་སྐད་ཆ་བཤད་སྟངས་དེ། དེ་ནས་ལྷག་པར་དུ་ངན་ལམ་སྟག་སྒྲ་ཀླུ་གོང། རྒྱ་ནག་གི་རྒྱང་ས་ཁྲང་ཡིན་ལ་དམག་བརྒྱབ་ནས་ཁྲང་ཡིན་ལན་ཡིན་འགྲོ་མཁན་དེ་རེད། ཁོ་རང་གིས་སྐད་ཆ་བཤད་པའི་སྐབས་སུ།

སྐད་ཆ་གང་དྲན་གྱིས་བཤད་པ་ཡིན་ན་ནི་དཔེ་དེ་དང་དེ་འདྲ་བོ་ཆགས་ཀྱི་རེད་ཟེར་གྱི་འདུག་ཁྱོད་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་དེའི་སྒོ་ནས་བྱང་ཆུབ་སེམས་དཔའ་དམ་གྱི་བདུད་དང་མི་སྡིག་པ་ཐམས་ཅད་ཚར་གྱི་འགྲོ་བ་སེམས་ཅན་གྱི་དོན་མཛད་ཚུལ་དེ་ག་མ་ཤེས་ཡོང་དུས་ནི་ནམ་མཁའ་ནས་ཉི་མ་ཤར་བདེ་བའི་གཟུགས་མེད་ཅིག་ཤེས་ཡོང་གི་ཡོད་རེད། ཡང་བླ་མ་དམ་པ་མཁས་པ།